ད་དེ་རིང་ང་ཚོ་དེ་ནིའུ་ཡོག་ཏུ་འབྲེལ་བ་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་ལས་འགུལ་སྐད་འབོད་སྤེལ་ཞེས་པའི་སྐབས་སུ་ཨ་ཕའི་མཛའ་གྲོགས་གཙོ་བོ་སྐུ་ཚབ་ངག་དབང་བཀྲ་ཤིས་ལགས་འདས་ཕེབས་བཞག་ཨ་ངག་དབང་བཀྲ་ཤིས་ལགས་དེ་རིང་དེ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་ཡ་ཡིན།
ངོ་བཀྲ་ཤིས་ལགས་ཨ་མདོ་ལགས་ཨ་དེ་རིང་ང་ཚོ་ད་ལྟ་འདས་ལ་ཉེ་ངོ་རྒོལ་སྐད་འབོད་བྱེད་དགོས་ཡས་ད་རྒྱུ་མཚན་གཙོ་བོ་དེ་ད་ཉེ་ཆར་ཨ་ནི་རྒྱ་ནག་གིས་ང་ཚོ་བོད་ཀྱི་ཨ་ནི་ཆོས་ལུགས་ལ་ད་རྩ་མེད་བཟོ་ཡག་གི་སྲིད་བྱུས་ངན་པ་ཞིག་འགོ་ཚུགས་ཡོད་རེད་དེ་ཡང་ད་ད་ལ་རྔན་མ་ནི་འགོ་ཚུགས་ཡོད་རེད་ཡིན་ན་ད་ད་རིང་སང་ལ་ཅིག་ངོ་སོ་བདེ་པོ་འདྲ་བོ་ཞིག་ལག་བསྟར་བྱེད་ཡག་ངོ་སོ་བདེ་བོ་ཆགས་བསྡད་ཀྱི་ཡོད་རེད། ཁེ་སང་ཕྱི་ཟླ་བདུན་པའི་གི་ནང་ལོགས་ལ་ད་ལྟ་འདི་ང་ཚོ་ད་ང་རང་ཚོ་བོད་སྐད་གི་ཐོག་ལ་འགོ་འཇུས་ལ་གི་རེད་ཡིན་ན་ད་ད་འདི་གང་ལ་ཀན་སུའུ་ཀན་སུའུ་ལ་དེ་ཡ་དེ་ག་རེ་རེད་ཞུས་པ་ཡིན་ན། རྒྱ་ནག་གིས་ང་ཚོ་བོད་ཡུལ་འདི་རྒྱ་ཡུལ་ལ་བསྒྱུར་ཡག་གི་ཐབས་ཤེས་ཀྱི་ཆེད་དུ་ཨ་ནི་ང་ཚོའི་བོད་པའི་གི་ས་ཆ་མང་པོ་ཅིག་ལ་རྒྱ་ནག་གི་མིང་བཏགས་བཞིན་ཡོད་རེད་ད་ནང་བཞིན་གྱི་རྒྱ་ནག་གི་ས་ཆ་འདི་གའི་དུམ་བུ་མང་པོ་ལ་བཏང་བྱས་ནས་ཨ་ནི་འདི་ལ་ཅིག་སྔ་ལྟས་ཀྱི་ཚུལ་དུ་མིང་འདྲ་བོ་ཞིག་བཏགས་ཡོད་རེད་ཨ་ནི་འདི་ཁོ་ཚོའི་གི་ཀན་སུའུ་བཏགས་ས་ཟིག་གི་ས་ཆ་ད་ང་རང་ཚོ་བོད་སྐད་ནང་ལ་དགའ་ཆུ་ལ་ཟིག་ས་ཆ་དེ་ལ་ཨ་ནི་དགོན་པ་ཅིག་འདུག་ཨ་ནི་དགོན་པ་དེ་ད་ང་ཚོ་མཁར་དམར་ལ་ན་ཡང་མི་འདུག་ཁང་དམར་ལ་ནས་གོམ་པ་འདི་མཚོ་འདྲ་དམར་བོ་བྱེད། གོམ་པ་འདི་ད་ལྟ་ང་རང་ཚོ་བོད་ཀྱི་ཆོས་ལུགས་ཆེན་པོ་ཞིག་གི་ནང་ནས་ས་སྐྱ་བ་གིས་གྲུབ་མཐའ་ཉམས་ལེན་བྱེད་མཁན་གྱི་གོམ་པ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་ཡང་ད་གོམ་པ་འདི་གི་ལུས་འགྱུར་འདྲ་བོ་ཞིག་ཞུ་བ་ཡིན་པ་ཡིན་ན། དུས་རབས་བཅུ་གསུམ་བརྒྱ་ཕྲག་བརྒྱ་ཕྲག་བཅུ་གསུམ་གྱི་ནང་ལ་ང་ཚོ་ད་ལྟ་བོད་དེ་ད་སོག་པོ་གི་དབང་བསྒྱུར་བྱེད་འདིའི་སྐབས་ལ། ས་སྐྱ་ཀྱི་ད་བླ་མ་འགྲོ་མགོན་ཆོས་རྒྱལ་འཕགས་པ་ཨཱ་ནི་ཁོང་རང་མཐའ་མ་དེ་སོག་པོ་རྒྱལ་པོ་གྱི་དབུ་བླ་གནང་བའི་སྐབས་དེ་ལ་ཨཱ་ནི་མཆོད་ཡོན་གྱི་ཚུལ་དུ་བོད་ཆོལ་ཁ་གསུམ་དེ་རེ་རེ་བཞིན་དུ་ཨཱ་ནི་གནང་བ་རེད་ཁོ་རང་གི་ད་འགྲོ་མགོན་ཆོས་རྒྱལ་འཕགས་པའི་གྱི་ཆོས་སྐོར་ལ་ནས་མི་འདུག་ད་ཆོས་ཐེངས་མ་གསུམ་གནང་འདུག་ག་ལ་ཐེངས་མ་དང་པོ་ལ་ཨཱ་ནི་སྟོད་མངའ་རིས་སྐོར་གསུམ་དང་ཐེངས་མ་གཉིས་པ་ལ་བར་དབུས་གཙང་རུ་བཞི་ཐེངས་མ་གསུམ་པ་ལ་སྨད་མདོ་སྒང་གངས་འབྲུག་ཟབ་བཞི་ནི་བོད་ཆོལ་ཁ་གསུམ་ཆ་དེ་ཨཱ་ནི། མགྲོན་གྱི་ཆོས་རྒྱལ་འཕགས་པ་ལ་གནང་བ་རེད། སྐབས་དེའི་སྐབས་ལ་དགོན་པ་འདི་ཕ་གི་ལ་བཞེངས་བཞག་པ་ཅིག་རེད་བཞག་ད་འདི་གི་ས་ཆ་ལ་འདི་ད་ལྟ་ཨ་མདོ་གི་ས་ཆ་ཀན་ལྷོ་ལ་ས་གི་ཀན་ལྷོ་ལ་ས་འདི་ནི་ད་རྒྱ་ནག་དང་བོད་ཀྱི་ས་མཚམས་ཀྱི་ཆ་དེ་གི་ཡོད་རེད་འདིའི་ནང་ལ་ད་འདི་གི་སྐབས་ལ་གཡས་གཡོན་ལ་བདེ་གཉེན་གྱི་མི་དེ་གྱ་དེ་མང་ཆེ་ཅིག་རྒྱ་མི་ཡིན་པ་དང་བོད་པ་ཉུང་ཤས་ཅིག་ཡོད་པ་དེ་འདྲས་ཅིག་རེད་བཞག་ཡིན་པ་ཡིན་ན་ཡང་དེ་ལ་དགོན་པ། ཆེན་པོ་བཅས་ཨ་ནི་ས་སྐྱ་ཀྱི་གྲུབ་མཐའ་འཛིན་མཁན་གྱི་གྲྭ་པ་དང་བཙུན་མ་མང་པོ་ཞིག་ཡོད་པ་སྐབས་དེ་དུས་ལ་ད་ཁོ་ཚོ་ཁེ་སང་རྒྱ་ནད་འདིས་ཨ་ནི་ས་ཆ་དེ་ལ་ཁྱབ་པའི་སྐབས་ལ་ཨ་ནི་དགོན་པ་འདི་གས་ཀྱིས་དེའི་གཡས་གཡོན་ལ་ཡོད་ཀྱོག་གི་མི་དེ་ཚོ་ལ་ད་ཁ་རས་རེད་ད་ན་ཤན་གྱི་ཨ་ནི་ཅིག་སྨན་ཁབ་རེད་ཨ་ནི་ད་ན་ཤན་གྱི་ད་ང་ཚོ་སྔོན་འགོག་གི་ཡོ་བྱད་ཞིག་ཡོད་ར་བ་ད་པི་པི་པི་ལ་གི་ར་བ་པི་པི་པི་ལ་གི་ར་བ་པི་པི་པི་དེ་འདྲའི་གི་སྔོན་འགོག་གི་ཡོ་བྱད་མང་པོ་ཞིག་དེ་ལ་མཐུན་འགྱུར་གནང་པ་བྱས་དེ་མཐུན་འགྱུར་གནང་བར་རྒྱུ་མཚན་ལ་བརྟེན་བྱས་ནས་དེའི་གཡས་གཡོན་མི་དེ་སྙེད་ཀྱིས་ཞལ་འདེབས་འདྲ་བོ་ཞིག་བརྒྱབ་བཞག་ཞལ་འདེབས་ག་ལ་གང་འཚམ་ཞིག་སླེ་ཡོད་ས་རེད། དེས་རྒྱ་ནག་གིས་ད་དེ་ལ་ཁ་གཡར་བྱས་ནས་དེས་དཔེ་ཤག་འདི་བརྒྱད་འདི་ཆ་ཚང་ཅིག་ཁྲིམས་འགལ་རེད་དེ་ལབ་བྱས་ནས་རོགས། ཡིན་ན་ཡང་ད་དེ་ཁ་གཡར་ས་དེ་འདི་རེད་མ་གཏོགས་པའི་གཙོ་བོ་ག་རེ་རེད་ལབ་ན་བོད་ཀྱི་ང་ཚོའི་ཆོས་འདི་བརྒྱད་འདི་ཆ་ཚང་ཅིག། རྩ་མེད་བཏང་ཡ་དེ་རྩ་མེད་བཏང་དགོས་ཡ་རྒྱུ་མཚན་དེ་ག་རེ་ལ་ན། བོད་ཀྱི་ནང་གི་ད་བསམ་བློའི་ནང་ལ་ཡོད་ཀྱོག་གི་ནི། འདི་བསྒྱུར་ཐུབ་ཀྱི་ཡོག་མ་རེད་ཁོ་རང་ཚོ་ལ་འདི་བསྒྱུར་མ་ཐུབ་ཏུ་གང་ལ། ད་ཆོས་འདི་བསྒྱུར་ཡག་གི་འབད་བརྩོན་བྱེད་བྱེད་ནས་ཉེ་ཆར་ཞི་ཅིང་ཕིང་ལྷ་ས་ལ་སླེབས་པའི་སྐབས་ལ་ཞི་ཅིང་ཕིང་གི་གཏམ་བཤད་ནང་ལ་ག་རེ་ལ་ཡོད་རེད་ལ་ན། ནི་ཀྲུང་གོ་གི་ཁྱད་ཆོས་ཅན་གྱི་ནི་ནང་ཆོས་གོ་དགོས་ཀྱི་ཡོད་དེ་འདྲས་ཞིག་ལ་ཡོད་རེད། ད་དོན་དག་དེ་ག་རེ་ལ་གི་ཡོད་རེད་ལ་ན་ཀྲུང་གོ་གི་ནང་ཆོས་ཁྱད་ཆོས་ཡོད་ཀྱོག་གི་ནང་ཆོས་ཅིག་ཡོང་ཡ་ཡོག་མ་རེད་ག་རེ་ལ་ན། ཆོས་དེ་ནང་ཆོས་སྟོན་མཁན་དེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་རེད་མ་གཏོགས་པའི་ཀྲུང་གོའི་གཞུང་ཆགས་ཀྱི་ཡོད་མ་རེད་བ། ད་ཡིན་པས་ན་ཁོ་ཚོས་དེ་འདྲས་བྱས་བྱས་ནས་ཐབས་ཤེས། མྱུ་གུ་རྩ་དྲུག་ཅིག་འདུག་སྟངས་སྟངས་མིན་པ་སོང་ཙང། ད་དེ་དུས་མཚན་ལ་བལྟས་བྱས་ནས་ད་ལྟ། ཨ་ནེ། གྲྭ་བ་དང་བཙུན་མ་དེ་གྱེས་ཚང་མ་སྐྱ་སར་ལ་བབས་བཅུག་དགོན་པ་སྒོ་བརྒྱབ། དེ་འདྲས་གྱིས་བྱས་ཡོད་རེད་དྭགས་ན་ཤིང་གི་ང་བ་ལ་ཡིན་པ་ཡིན་ན་ཡང་དགེ་སྐུ་ཅིག་དང་ཨ་ནེ་སྐུ་ཤོག་མང་པོ་ཅིག་འཛིན་བཟུང་བྱས་ཡོད་རེད་དྭགས་ན་ཆེ་བསྟོད་དིང་རི་ལ་ཡང་དགོན་པ་ནང་ལོགས་ལ་ད། དགོངས་སུ་མཆོག་གི་སྐུ་པར་ཐོན་པའི་རྒྱུ་མཚན་ལ་བརྟེན་བྱས་ནས་འཛིན་བཟུང་མང་པོ་བྱས་ཡོད་རེད། དོན་དག་དོག་དོག་ད་ང་ཚོའི་གི་ཆོས་ཀྱི་ཆོས་དད་རང་དབང་དེ་ད་མེད་པ་དེ་ད་དངོས་སུ་དེ་བོ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་གང་ལ། ད་དོན་དག་དོག་དོག་གི་ཐོག་ནས་བོད་རྒྱལ་ཁབ་རང་དབང་རང་བཙན་ཞིག་མེད་པ་ཡིན་ན་ཨ་ནི། ཐོབ་ཐང་ག་རེ་འདྲ་བོ་ཞིག་ཡིན་པ་ཡིན་ན་ཡང་བོད་ནང་གནས་ཐུབ་ཀྱི་མ་རེད། ཨ་ནི་དེ་ཡིན་པ་སོང་ཚེ་ད་རིང་ང་ཚོ་ད་ལྟའི་སྐབས་སུ་དཔའ་བོ་དེ་ད་ཆོས་དད་རང་དབང་གི་ཐོག་ལ་སྐད་རྒྱག་གི་ཡོད་རེད་དེ།